བོད་དང་བོད་མིའི་མགྲིན་ཚབ་ཅེས་པའི་དཔེ་ཀློག་ལེ་ཚན་གྱི་བསྟར་འཕྲིན་ཚོགས་པའི་ནང་ལོར་ཡར་ཞུགས་པའི་བསམ་ཕོབ་ལྷན་རྒྱས་ཁྱེད་རྣམས་གོ་སྐབས་མི་བཟང། གཤམ་ལ་འཁོད་པའི་མུ་མཐུད་ནས་ལེའུ་བཞི་བ་འདི་བསྐྱར་ཀློག་ཞུ་རྒྱུ་ཡིན་ན་གཤམ་དུ་གསལ་སྣང་ཡོང་བའི་འབོད་སྐུལ་ཞུ་གི་ཡོད། ལེའུ་བཞི་པ། རང་ཡུལ་ནས་བྲོས་བྱོལ། སྒང་ཏོག་ནས་ལྷ་སར་འགྲོ་བའི་ལམ་དུ། ས་གནས་མང་པོར་ཚུགས་ཕབ་ནས་མི་མང་གི་སེམས་པ་གསོ་ཐབས་བྱས་ཀྱང། དེ་ལས་ལྡོག་སྟེ། བློ་འཚབ་སྐྱེ་དགོས་པའི་གནས་ཚུལ་སྔར་བས་མང་བ་གོ་ཐོས་བྱུང། བོད་ཀྱི་གནས་སྟངས་དེ། ཉིན་རེ་ནས་ཇེ་སྡུག་ཏུ་འགྲོ་བཞིན་པ་དང། རྒྱ་ནག་གཞུང་གི་རྩལ་ནུས་ཀྱི་བྱ་སྤྱོད་ལ་ཡར་སྔོན་ནས་གནས་སྐབས་རིང་དོན་ཕན་ལྡན་པའི་ཤུགས་རྐྱེན་གང་ཡང་སྤྲོད་ནུས་བྲལ་བ་ཤེས་འདོད་ཡོང་མུར། ངོས་རང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བདུན་ཟླ་བ་བཞི་པའི་ཚེས་གཅིག་ཉིན་རྒྱལ་ས་ལྷ་སར་ཕྱིར་འབྱོར། ལོ་དེའི་དབྱར་ཁའི་དཀྱིལ་མཚམས་ལ་ཡར་སླེབས་དུས། སྤྲེའུ་ཨེ་ལེན་རང་ནས་གདོང་ཐུག་གིས་བཤད་པ་དང། ཁོ་པས་མའོ་ཙེ་ཏུང་གི་ཚབ་བྱས་ནས་བཤད་པ་ཚང་མ་སྐྱག་རྫུན་དང་ཁེ་ཉེན་འདྲ་ཆགས་ཡིན་པ་གསལ་པོ་གྱུར། བོད་ཀྱི་ཤར་ཕྱོགས་དང་བྱང་ཤར་ཁུལ་དེ་ཁམས་དང་ཨ་མདོའི་ནང། མུ་མཐུད་འཐབ་འཁྲུག་མངོན་གསལ་ཆེ་རུ་སོང་ཞིང། མི་དམངས་བཅིངས་འགྲོལ་དམག་གི་ཚམ་ཚོམ་ཅི་ཡང་མེད་པར་གྲོང་ཚོ་སྔར་བས་མང་བར་འབར་མདེལ་འཕངས་ཏེ་གཏོར་སྐྱོན་བཏང་ཐོག་ཡ་ང་སྙིང་རྗེ་བྲལ་བའི་སྦྱོར་ངན། གདུག་རྩུབ་ཇི་ལྟར་བརྩམས་པའི་ཚད་དེ་ཐོག་མ་མཁོ་དུས་ཡིད་ཆེས་ཁག་པོ་བྱུང་རུང། ཕྱིས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱལ་སྤྱིའི་ཁྲིམས་མཐུན་མཁས་པའི་ལྷན་ཚོགས་ཀྱིས་དེའི་ཐད་བདེན་དཔང་ར་སྤྲོད་གནང་ཡོད། དེ་ཡང་ལྷན་ཚོགས་དེའི་སྙན་ཐོའི་ནང་སྐབས་དེ་དུས་རྒྱ་ནག་གཞུང་གིས་བོད་མིར་བཙན་ཤེད་ཀྱིས་སྐྱེ་སྒོ་འགོག་པ་དང། རྒྱང་ཞིང་ལ་བཀལ་བ། གསོན་པོར་འཕྲལ་གཏུབ་བྱེད་པ། ནང་ཁྲོལ་འདོན་པ། རྐང་ལག་གཅོད་པ། སྐད་བརྗོད་པ། གསོན་བསྲེག་བྱེད་པ། བརྡུངས་ནས་གསོད་པ། གསོན་སྦས་བྱེད་པ། རྟ་ལ་བཏགས་ནས་འཁྲུད་པ། མགོ་རྟིང་སློག་ནས་བཅངས་པ་སོགས། འཇིགས་སུ་རུང་བའི་སྡུག་སྦྱོང། རྣམ་མང་བཏང་བ་རྣམས་བཀོད་འདུག། དེ་ལྟར་ཁམས་དང་ཨ་མདོ་ཁུལ་ནས་སྐྱབས་བཅོལ་བ་སྟོང་ཕྲག་ཁ་ཤས་བྲོས་བྱོལ་གྱིས་ལྷ་ས་གྲོང་ཁྱེར་གྱི་ཕྱིར་གནས་སྡོད་བྱས། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་དང། ཚེ་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ལོ་སྟོད་ཀྱི་བར་དུ་གནས་སྟངས་མུ་མཐུད་ཇེ་སྡུག་ཏུ་ཕྱིན་ལ། སྐབས་དེར་བོད་ལྷོ་ཁ་ཁུལ་ལ་ཡར་བརྟེན་གཞི་བྱས་པའི་སྙིང་སྟོབས་ཅན་གྱི་མགོ་ཁྲིད་ཨ་ཀྲུག་མགོན་པོ་བཀྲ་ཤིས་ཀྱིས་སྣེ་ཁྲིད་པའི་བསྟན་སྲུང་དྭང་བླངས་དམག་མིའི་ཁོངས་སུ་འཛུལ་ཞུགས་བྱེད་མཁན་བོད་མི་ཇེ་མང་དུ་སོང། རྩ་དྲག་གི་གནས་སྟངས་ཞི་འཇགས་ཡོང་ཐབས་སུ་ལྷ་སར་བཅའ་སྡོད་མི་དམངས་བཅིངས་འགྲོལ་དམག་གི་དམག་དཔོན་མཐོ་ཤོས་ཚོ་དང་ཚོགས་འདུ་ཐེངས་ཁ་ཤས་འཚོགས་ཤིང། དེའི་ཁོངས་སུ་བོད་སྡོད་རྒྱ་དམག་གི་དམག་དཔོན་ཐན་ཀོན་སན་ཡང་ཡོད། ཁོང་ནི་མི་ཡི་སྤྲོ་ཐུང་ཐུང་ཡིན་པ་ཡོངས་གྲགས་རེད། རྒྱ་དམར་གཞུང་ནས་ཀྱང་དམག་དཔོན་དེ་དག་བརྒྱུད་བོད་གཞུང་ལ་ཡང་བོད་དམག་བཀོལ་ནས་བོད་མི་འཇབ་དམག་གི་ཁ་གཏད་གཅོག་དགོས་ཚུལ་ཨུ་ཚུགས་བྱས། གཅིག་རང་གི་མི་དམངས་ཀྱི་ཁ་གཏད་དུ་བོད་དམག་གཏོང་རྒྱུ་དང། ལྷག་པར་དུ་རང་གི་ཡུལ་དང་རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ་འཐབ་རྩོད་བྱེད་མཁན་གྱི་བོད་མིའི་ཁ་གཏད་དུ་བོད་དམག་བཀོལ་རྒྱུ་ནི་བློ་ཡུལ་དུ་མི་ཤོང་བ་ཞིག་རེད། དེ་དང་དུས་མཚུངས་སུ། གལ་ཏེ་ངོས་ནས་རེ་སྐུལ་བྱས་ཚེ། བཙན་རྒོལ་བྱེད་དམག་གི་ལས་འགུལ་ལ་ཨ་རིས་གོ་ལག་གི་རོགས་རམ་བྱ་རྒྱུའི་བརྡ་འབྱོར། རང་ཉིད་གདོད་མ་སངས་རྒྱས་ཀྱི་རྗེས་འཇུག་ཅིག་ཡིན་པ་དང། དེ་བཞིན་དུ་བདག་ཉིད་ཆེན་པོ་གཱན་དྷི་འཚེ་མེད་ཞི་བའི་ལྟ་བར་སེམས་གཏིང་ནས་མོས་གུས་ཡོད་མཁན་ཞིག་ཡིན་པའི་ཆ་ནས། རེ་སྐུལ་དེ་འདྲ་བྱ་རྒྱུ་ནི་བློ་ཡུལ་ལས་འདས་པ་ཞིག་ཡིན་པ་བརྗོད་མི་དགོས། དྲང་པོ་བརྗོད་ན་ཁོ་བོས་བློའི་ཟུར་གཅིག་ནས་རྒྱ་དམག་ནང་ཞུགས་ཏེ་བོད་ཀྱི་དོན་དུ་འཐབ་འཛིང་བྱེད་མཁན་རྣམས་ལ་སྐབས་དེའི་ཡིད་སྨོན་ཡང་བྱུང་ཡོད་དེ། ཁོ་ཚོ་ནི་སངས་རྒྱས་ཀྱི་བསྟན་པ་དང་རང་ཡུལ་སྲུང་སྐྱོབ་ཆེད་ལུས་སྲོག་ཀྱང་བློས་གཏོང་ཕོད་པའི་བོད་མི་སྙིང་སྟོབས་ཅན་རེད། ཁོ་ཚོའི་ནང་གི་མི་མང་པོ་ཞིག་གིས་ཏཱ་ལའི་བླ་མར་དད་པ་དམ་ཚིག་གཡོ་བ་མེད་པར་བརྟེན། ངོས་ཀྱི་ཆེད་དུ་ཡང་རྒྱ་དམར་ལ་རྒོལ་འཛིང་བྱེད་ཀྱི་ཡོད་པ་ཤེས་མདོག་ཡོད། དེ་འདྲའི་དཀའ་ངལ་ཅན་གྱི་གནས་སྟངས་འོག་བདག་ཉིད་ཆེན་པོ་གཱ་འདིའི་བསླབ་བྱ་ག་རེ་གནང་ཡོང་ངམ་ཡང་དྲན། ཁོང་གིས་གནས་སྟངས་དེ་འདྲའི་འོག་ལ་ཡང་མཚེ་བོ་ལ་དགོངས་ཡངས་གནང་ངམ་ཞེ་ན་ཕལ་ཆེར་གནང་གི་མ་རེད་སྙམ། དངོས་དོན་ཐོག་ནས་བཤད་ན་ཡང། རྒྱ་དམར་ལ་ཡར་འཕར་དྲག་ཐབས་བྱས་ན་ཕན་ཐོགས་མེད་པ་ཙམ་དུ་མ་ཟད། རང་བཟོ་རང་བཅོས་ཀྱི་ཆ་རྐྱེན་དུ་ཡང་འགྱུར་སྲིད་དེ། དྲག་ཐབས་ཀྱི་ལས་འགུལ་དེས། རྒྱ་དམར་ཕྱོགས་ལ་ཡང་བོད་མིའི་ཐོག་དྲག་གནོན་ཚད་མེད་བྱས་པའི་ཁ་དཀྲི་ས་ཡག་པོ་ཞིག་སྤྲོད་ཀྱི་ཡོད། དཀའ་རྙོག་རུ་འཛིངས་པ་དེ་འདྲའི་ཁྲོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཆུ་སྦྲུལ་སྨོན་ལམ་ཆེན་མོའི་དུས་ཆེན་ལ་ཡང་རང་ཉིད་དགེ་བཤེས་ལྷ་རམས་པའི་དམ་ཚིག་ཅོག་ལྡན་མཁས་པ་ལྟར་དེའི་གྲ་སྒྲིག་ཀྱང་བྱས་ཤིང། མཐར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན། ལྷ་ལྡན་གཙུག་ལག་ཁང་དུ་དངོས་གཞིའི་དམ་བཅའ་བཞག། དེ་ནས་རྫོགས་མཐའ་མེད་པའི་སྲིད་དོན་དཀའ་རྙོག་ཁྲོད་ཆེས་ཐོབ་དཀའ་བའི་བར་གསེང་ཞིག་ཏུ་གྱུར། དགེ་བཤེས་ལྷ་རམས་པའི་རྩོད་རྒྱུགས་དམ་བཅའ་ལེགས་པར་འཇོག་ཐུབ་པ་དེ་ནི། ཕལ་ཆེར་ཁོ་བོའི་མི་ཚེའི་ནང་དགའ་ཤོས་ཀྱི་ཉིན་མོ་ཞིག་ཡིན། དེ་ནི་བོད་དབུས་ཀྱི་དགེ་ལུགས་པའི་གདན་ས་ཆེ་ཤོས་གསུམ་སྟེ། དུས་རབས་བཅོ་ལྔ་པའི་མགོ་སྟོད་དུ་ཕྱག་བཏབ་པའི་སེ་ར་དང། འབྲས་སྤུངས། དགའ་ལྡན་བཅས་ལ་ཡང་གྲྭ་སྐོར་དམ་བཅའ་རིམ་པར་བཞག་པའི་མཐའ་མའི་མཇུག་སྡོམ་དེ་ཡིན། བོད་ཀྱི་ཤེས་ར་ཆེན་པོ་དེ་དག་གྲྭ་སྐོར་དམ་བཅའ་འཇོག་རྒྱུར་རང་ངོས་ནས་དཀར་ནག་དང་སེམས་འཚབ་གཉིས་ཀ་བྱུང་ཞིང། རྗེས་སུ་ཤེས་འདོད་བྱུང་བར་བརྩོན་ལྟར་འདེམས་འདོད་བྱུང་བའི་དཔེ་ཆ་བ་ཚོ་ཡང་ངེད་ལས་སེམས་འཚབ་ཆེ་བ་མ་བྱུང་ན་ཡང་བྱུང་བ་བྱུང་མི་འདུག། ལྷ་སར་དགེ་བཤེས་ལྷ་རམས་པའི་རྒྱུགས་སྤྲོད་ཀྱི་དམ་འཇོག་ཚར་རྗེས་ཀྱི་གཟའ་འཁོར་གཉིས་ནང་ཕྱོགས་གཅིག་ནས་དཔུང་ཤེད་ཆེ་བའི་རྒྱ་དམག་ཕོན་ཆེ་ལྷ་སའི་ནང་འཛོམས་པ་དང། ཕྱོགས་གཞན་ནས་བོད་མི་དམངས་ཚོགས་རྣམས་ཁོ་བོའི་བདེ་འཇགས་ལ་ཡང་སེམས་ཁྲལ་ཇེ་ཆེར་འགྲོ་བཞིན་པ་བསྟན། སྐབས་དེར་བོད་ནང་གི་རྫ་བྲག་གནས་སྟངས་མེ་ལྕེ་བཞིན་འབར་འཆོར་འཆོར་དུ་གྱུར། དེ་ཡང་ལྷ་སར་གཉུག་མར་གནས་པའི་མི་འབོར་ཐོག་བོད་ཀྱི་ས་ཕྱོགས་གཞན་དག་ནས་ཀྱང་བོད་མི་སྟོང་ཕྲག་ཚོ་མང་པོ་སླེབས་ཡོད་པ་དང། དེའི་ཐོག་རྒྱ་ནག་མི་དམངས་བཅིངས་གྲོལ་དམག་མི་ཡང་ཧ་ཅང་ཕོན་ཆེ་འགྲེམས་འཇོག་བྱས་པ་བཅས། ས་གནས་གཅིག་ལ་ཡང་མི་འབོར་མང་པོ་འཛོམས་པར་བརྟེན་དངངས་སྐྲག་དང་བག་ཕེབས་མེད་པའི་ཚོར་སྣང་ཡོངས་ཁྱབས་སུ་གྱུར་ཅིང། མི་མང་པོ་ཞིག་གི་སེམས་ན་གནས་ཚུལ་ངན་པ་ཞིག་ཡོང་གྲབས་ཡོད་པའི་ཚོར་སྣང་བྱུང། སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན། ངོས་རང་ལྷ་སར་ཡོད་པའི་རྒྱ་ནག་གི་དམག་ཁུལ་ཁང་དུ་ཟློས་གར་ལྟ་བར་འགྲོ་དགོས་ཀྱི་ཡོད། དེའི་སྐབས། ཀླུ་དབྱིངས་སྐྱེས་གཞི་ཞིག་ལ། ཁོ་ཚོས་གསུང་ཆེ་བ། མཉམ་འཁྲིད་མི་ཆོག་ལུགས་བརྗོད་ཅིང། གནས་ཚུལ་དེ་མང་ཚོགས་ནང་ཁྱབ་པར་བརྟེན། ངེད་རང་ནོར་བུ་གླིང་ག་ནས་ཐོན་རྒྱུ་བཀག་འགོག་ཆེད་མི་མང་སྟོང་ཕྲག་མང་པོ་གྲོང་ཁྱེར་ནང་འདུ་འཛོམས་བྱས། མང་ཚོགས་ཇེ་མང་དུ་སོང་བ་དང་ཆབས་ཅིག་རྒྱ་མིར་ངོ་རྒོལ་གྱི་འབོད་ཚིག་བསྒྲགས་ནས་ཏཱ་ལའི་བླ་མ་ཕེབས་འཇུག་རྒྱུ་མིན་ལུགས་བཤད། དེ་ནས་མི་མང་འདུ་འཛོམས་ཤིན་ཏུ་ཆེན་པོ་ཆགས་ཏེ། ཆགས་པ་དེ་དུས་ཐུང་ན་སྟངས་འཛིན་བྱེད་ཐབས་མེད་པར་མི་དམངས་གྱེན་ལངས་ཆེན་པོ་ཞིག་ཏུ་གྱུར། དེ་ནས་ཉིན་ཤས་རིང་མང་ཚོགས་ནས་རང་གནས་སུ་ལོག་རྒྱུར་མོས་མཐུན་མ་བྱས་པར་གནས་སྟངས་རྩ་དྲག་ཇེ་ལྕི་དང་ཟིང་ཆ་ཇེ་ཆེར་གྱུར། ཕྱི་ཚེས་བཅུ་གཉིས་ཉིན་བོད་ཀྱི་བུད་མེད་སྟོང་ཕྲག་མང་པོས་ལམ་གཞུང་དུ་ངོ་རྒོལ་དང། ཕོ་བྲང་པོ་ཏཱ་ལའི་མདུན་ལ་ཡར་འདུ་འཛོམས་བྱས་ནས་རྒྱ་ནག་གི་རྒྱལ་དར་དང་མའོ་ཙེ་ཏུང། ཀྲའུ་ཨེན་ལེན། ཀྲའུ་ཏའེ་བཅས་ཀྱི་འདྲ་པར་དང་འདྲ་གཟུགས་མེར་བསྲེགས་གཏོང་བཞིན། བོད་རང་བཙན་གཙང་མ་ཡིན། བོད་ཀྱི་བདག་པོ་བོད་མི་ཡིན། ྋགོང་ས་ཏཱ་ལའི་བླ་མ་སྐུ་ཚེ་ཁྲི་ཕྲག་བརྟན་པར་ཤོག་གཞུང་སྲིད་དགའ་ལྡན་ཕོ་བྲང་མངའ་ཐང་རྒྱས་པར་ཤོག། ཅེས་སྐད་འབོད་བྱས། དགའ་ལྡན་ཕོ་བྲང་ཞེས་པ་ནི་ཏཱ་ལའི་བླ་མ་རིམ་བྱོན་གྱིས་སྐྱོང་བའི་གཞུང་གི་མིང་རེད། བོད་མིའི་སྒེར་ལངས་འདིའི་མགོ་ཁྲིད་མགོ་འཁྲིད་མཁན་གུར་ལྡིང་ཀུན་བཟང་དང། ཁོང་གི་འཐབ་གྲོགས་ཁ་ཤས་རྗེས་སུ་རྒྱ་ནག་གཞུང་གི་ཁྲིམས་གཅོད་དུ་མེ་མདའ་བརྒྱབ་ནས་དམར་གསོད་བཏང་བ་རེད། སྤྱི་ཟླ་གསུམ་པའི་ཚེས་བཅུ་བཞི་ཉིན་ངོས་ནས་གནས་སྟངས་ཞི་འཇགས་ཡོང་རེའི་མི་མང་གིས་འདེམས་སྒྲུག་བྱས་པའི་སྐུ་ཚབ་བདུན་ཅུ་སྐོར་ཞིག་དང་ཐུག་འཕྲད་བྱས་ཀྱང། ཉིན་རེ་བཞིན་མི་མང་སྔར་བས་མང་བ་འདུ་འཛོམས་ཀྱིས་གནས་སྟངས་ཚ་དྲག་ཇེ་ཆེར་གྱུར། དེ་ཡང་སྤྱི་ཟླ་གསུམ་པའི་ཚེས་བཅུ་ནས་བཅུ་བདུན་བར་རྒྱ་ནག་གི་དམག་མི་རྣམས་འཛིང་རགས་ནང་གནས་ཤིང། དེའི་རིང་ངོས་ནས་སྤྲོ་ཐུང་བའི་དམག་དཔོན་ཐན་ཁུན་སན་དང་ཡིག་འབྲེལ་བྱས་པས། གཅིག་བྱས་ན་དེ་ཡིས་དྲག་དྲག་གནོན་བྱ་རྒྱུ་དུས་འགྱངས་བྱུང་བ་ཡིན་སྲིད། ངོས་ཀྱིས་ཁོང་ལ་ཡང་སྤྲིངས་པའི་འཕྲིན་ཡིག་མཐའ་མ་དེ་ནི་སྤྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་ཡིན། མང་ཚོགས་ལ་ཡང་དྲག་གནོན་ཕྱིར་འགྱངས་བྱུང་དུས་གཅིག་ནི། གཅིག་བྱས་ན་པེ་ཅིན་གཞུང་གིས་བཀའ་བཀོད་ལ་ཡང་སྒུག་སྡོད་བྱས་པ་ཡང་ཡིན་སྲིད། སྐབས་ཤིག་ལ་རྒྱ་ཕྱོགས་ནས་མང་ཚོགས་ལ་ཡང་ཕར་རྒོལ་དང་ནོར་བུ་གླིང་ཁར་མེ་སྒྱོགས། ཐན་ཆར་ཡོད་པའི་གནས་ཚུལ་འབྱོར་བས། ངོས་ཀྱི་ནང་འཁོར་མང་པོའི་གནས་སྐབས། ངོས་ཀྱི་ནང་འཁོར་མང་པོའི་གནས་སྐབས་ལྷ་ས་ནས་འགྲོ་རྒྱུའི་བསམ་གཞིག་བྱས་ན་ལེགས་པས་སྐུལ་མ་ནན་པོ་བྱས་བྱུང། འོན་ཀྱང་སྐབས་དེའི་རང་ངོས་ནས་ནི་ངེད་ཀྱི་བདེ་འཇགས་ལ་སེམས་ཁྲལ་གྱིས་ནོར་བུ་གླིང་གའི་ཕྱིར་འདུ་འཛོམས་བྱས་པས་བོད་མི་དཀྱུས་མ་ཚོར་བློ་བདེ་ཡོང་ཐབས་ཤིག་འཚོལ་ཐུབ་ན་ནད་དང་དེ་བཞིན་འཇམ་དུ་གཏོང་ཐུབ་པ་དང། འཕྲལ་མར། འབར་གས་བཅུ་གཉིས་ལྟ་བུའི་ནད་དང་དེ་གོ་ཟློག་ཐུབ་པ་ཞིག་འོང་བའི་རེ་བ་མུ་མཐུད་བྱས་པ་ཡིན། ཚེས་བཅུ་བདུན་ཉིན་གྱི་ཕྱི་དྲོའི་ཆུ་ཚོད་བཞི་པ་ཙམ་ལ་ཡ་ནོ་བྷི་ལིང་གའི་བྱང་ངོས་ཕྱི་ངོས་འདམ་རྫབ་སྟེང་མགྱོགས་མདེལ་གཉིས་བབས་ལུང་བྱུང་ཡང། སྟབས་ལེགས་པ་ཞིག་ལ་ཡ་བསད་རྨས་གང་ཡང་མ་བྱུང། དེ་ནས་ཚང་མས་ད་ནི་རྒྱ་དམག་གི་དྲག་རྒོལ། ཡོངས་ལ་ཉེ་བར་འཚོལ། ཉིན་དེར་སྔ་དྲོར་གཞུང་བསྟེན་སྲུང་མ་གནས་ཆུང་ཆོས་སྐྱོང་སྐུ་ཕེབས་ཀྱི་ངོས་ལ། ཐོན་ཐོན། དོ་དགོང་ལ་ཐོན། ཞེས་བསྐུལ་མ་གནང་བྱུང། རང་ངོས་ནས་ཀྱང་འགྲོ་བའམ་སྡོད་ཀྱི་ཐད་ལ་ཡང་མོ་ཐེངས་ཁ་ཤས་བཏབ་པར་གནས་ཆུང་གིས་བཀའ་ལུང་དང་རྩིས་སྟོན་བྱུང། དེར་བརྟེན་མགྱོགས་བསྟན་གཉིས་འབབ་ལོངས་བྱུང་བ། འདིས་གཞུང་འདིའི་སྲུང་མའི་བཀའ་ལུང་གི་གྱ་ནོན་ལྟ་བུར་གྱུར་པ་སྟེ་གསལ་པོར་བརྗོད་ན་ཕྲན་ཐོན་བྱེད་དགོས་པར་བཞེད། ཕྲད་ཐོན་བྱེད་དགོས་པར་བཞེད། ངོས་ཀྱི་སྲོག་ལ་ཉེན་ཁ་ཡོད་པ་ཙམ་མ་ཡིན་པར་མི་མང་སྟོང་ཕྲག་མང་པོའི་ཚེ་སྲོག་ཤོར་རྒྱུའི་ཉེན་ཁ་ཆེན་པོ་ཡོད་པར་མཐོང། ཉེ་འཁོར་གྱི་མི་མང་ཚང་མས་ཀྱང་མཉན་ཡོན་ལས་ཕྱིན་ན་ལེགས་པའི་སྐུལ་མ་བྱུང་བ་ལྟར། ལྷ་ས་ནས་ཆོས་བརྒྱུད་བློ་ཐག་བཅད་རྗེས། བོད་བརྒྱུད་ནང་བསྟན་གྱི་སྲུང་མ་གངས་ཅན་མགོན་པོའི་སྐུ་བརྙན་རྩ་ཆེན་བཞུགས་སའི་ནོར་གླིང་མགོན་པོ་ཁང་དུ་ཕྱིན་པ་ཡིན། དེ་ཡང་ནམ་རྒྱུན་ཕྱོགས་སྟོན་བྱེད་ཁར་ལྷ་ཁང་དེར་མཇལ་སྐྱོད་བྱེད་ཀྱི་ཡོད་པས། ངོས་ནས་སྙན་ཤལ་རིང་པོ་ཞིག་ཕུལ་བ་དེས། དེར་ཡོད་མགོན་ཁང་བ་ཚོ་གནད་དོན་གང་ཡིན་ནམ་སྙམ་པའི་ཡ་མཚན་སྐྱེས་ཡོད་ངེས་ཀྱང་ནམ་རྒྱུར་གང་ཡང་བསྟན་མ་བྱུང། དེ་ནས་གྲྭ་ཆས་ཕུད་དེ་སྐྱ་ཆས་གྱོན་ཆེད་ལྷ་ཁང་དུ་ཕྱིན། རང་གི་གདན་ཁྲི་ཐོག་བསྡད་དེ་མདུན་ཕྱོགས་ཆུང་ངུའི་ཐོག་སངས་རྒྱས་ཀྱི་གསུང། ཤེར་ཕྱིན། བརྒྱད་སྟོང་པ་ཞིག་ཡོད་པ་ཞལ་ཆད་ཀྱིས་ཅུང་ཙམ་ཞིག་བཀླགས་པར། ཇི་ལྟར་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་རྣམས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ངེས་པར་འབྱུང་བར་གྱུར་པ་དེ་བཞིན་དུ་ཁྱོད་སྤོབས་པར་བྱོས་ཤིག། བཅད་པའི་སྐབས་སུ་ཀློག་མཚམས་བཞག་སྟེ་བློ་སྟོབས་བསྐྱེད་ཅིང་སྨོན་ལམ་བཏབ། ཀློག་ཤུལ་ཅུང་ཟད་འོད་མདངས་ཆུང་དུ་བཏང། སྐབས་དེ་དུས་ངོས་ནས་རྩ་ཆེའི་དངོས་པོ་མཉམ་འཁྱེར་བྱས་པ་ཞིག་ནི། དུས་རབས་བཅོ་ལྔ་བའི་ནང་བྱོན་པའི ྋགོང་ས་ཏཱ་ལའི་བླ་མ་སྐུ་དྲིན་གཉིས་པ་དགེ་འདུན་རྒྱ་མཚོའི་དུས་ནས་བྱུང་བའི་བསྟན་སྲུང་དཔལ་ལྡན་ལྷ་མོའི་བཤད་སྟངས་རྙིང་པ་ཞིག་ཡོད་པ་དེ་ཡིན། སྟོད་ཤར་ནས་མར་ཡོང་དུས་རྩིག་པའི་ངོས་ཀྱི་ཆུ་ཚོད་ཀྱི་ཚགས་སྒྲ་དང། ངོས་རང་གིས་གོམ་པ་སྤོས་པའི་རྡོག་སྒྲ་མ་གཏོགས་གཞན་ཚང་མ་ཁུ་སིམ་འཇམ་སྟེང་དུ་གནས། མིག་བཞི་ཕུད་དེ་ཁུག་མའི་ནང་བཅུག། སྲིན་པོའི་ཕྱིར་ཡོད་པའི་སྐུ་གསུང་དམག་མི་གཅིག་གི་ས་ནས་མེ་མདའ་རིང་བདེ་ཞིང་བསླངས་ཏེ་དྲག་ཏུ་བཀལ་ནས། སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་གྱི་དགོང་མོའི་ཆུ་ཚོད་བཅུ་པར་མི་བརྒྱར་འཛུལ་ནས། ཕོ་བྲང་ནོར་བུ་གླིང་ག་ནས་ཕྱིར་ཐོན། དེ་དུས་འཕྲལ་གྱི་ཉམས་མྱོང་དེ་དངོས་གནས་མཁྱེན་ཚ་པོ་བྱུང། ཕྱོགས་གཅིག་ནས་གཅིག་ན་དང། ཕྱོགས་གཞན་ནས་མིག་མཆི་མེད་པར་མུན་ནག་ནང་མ་འགྱེལ་བར་གོམ་བགྲོད་ཐུབ་རྒྱུར་རིག་པ་སྒྲིམ་དགོས་པ་བྱུང། རྒྱལ་སྒོ་ནས་ཐོན་འཕྲལ་ནོར་བུ་གླིང་ཁའི་ཕྱི་ལོགས་ལ། འདུ་འཛོམས་ཆེ་བའི་མང་ཚོགས་ཁྱོན་འབོར་ཆེན་པོ་དེ་མཐོང་བར། ཉེས་མེད་བོད་མི་སྟོང་ཚོ་འདི་ཚོས་འབྱུང་འགྱུར་གྱི། ལས་ལམ་གང་དུ་བསྒྱུར་མིན་ཐད་སེམས་ཁྲལ་བྱུང་ཞིང། ཁོ་ཚོའི་ཆེད་དུ་སྨོན་ལམ་ཡང་བཏབ། ངོས་ཐོན་རྗེས་ལྷ་སའི་ནང་བོད་གཞུང་གིས་ཁོ་བོ་ད་དུང་ཡང་ནོར་གླིང་ཕོ་བྲང་དུ་སྡོད་མུས་ཡིན་པའི་རྣམ་པ་བསྟན་ཏེ་གནས་པ་རེད། ང་ཚོ་མཐའ་མ་མི་དམངས་བཅིངས་འགྲོལ་དམག་གིས་ཐད་ཀར་འཛིན་བཟུང་བྱེད་ཉེན་མེད་པའི་སར་སླེབས་དུས། ཕྲག་པ་ནས་རྡོ་དྲིས་མར་ཕབ་པ་ལྟ་བུའི་དགའ་སྣང་གི་ཚོར་བ་ཤུགས་ཆེན་པོ་བྱུང། དེ་དང་མཉམ་དུ་ད་ནས་བཟུང། རང་གི་བསམ་ཚུལ་རང་དབང་ངང་བཤད་ཆོག་པ་དང། རྒྱ་ནག་གུང་ཁྲན་གཞུང་གི་སྲིད་བྱུས་ལ་ཡང་ཡོངས་གྲགས་སུ་སྐྱོན་བརྗོད་བྱེད་ཆོག་གི་རེད་སྙམ་པ་སོགས། རང་དབང་གི་ཚོར་སྣང་ཧ་ཅང་གསལ་པོ་དང་ཤུགས་ཆེན་པོ་བྱུང། དེ་ཡང་ལོ་དགུ་ལ་ཡང་ཉེ་བར་བོད་དུ་ཡོད་པའི་རྒྱ་དམར་དང་དེ་བཞིན་དུ་པེ་ཅིན་གཞུང་དང་མཉམ་དུ་ལས་ཀ་བྱེད་པའི་རིང། སྐད་ཆ་ཚིག་གཅིག་ཤོད་པར་ཡང་ཧ་ཅང་གཟབ་གཟབ་བྱེད་དགོས་པ་དེ། སེམས་ལ་དོགས་འདྲི་ཆེན་མོ་ཞིག་བཟོས་ཡོད་པ་རྟོགས། ད་ཆ་རང་དབང་གི་ཁོར་ཡུག་ན་སླེབས་དུས་དབུགས་གཏོང་ལེན་བྱ་རྒྱུ་བྱུང་བ་ལྟ་བུར་གྱུར། ཕྱི་ཉིན་ཞོགས་པ་བྱེད་ལས་ལ་རྩེར་འཛེགས་དུས། ཞོན་རྟ་ཁྲིད་མཁན་སྐུ་སྲུང་བས་ཕོ་བྲང་པོ་ཏཱ་ལ་མཐོང་ཐུབ་པའི་ས་ནི་མཐའ་མ་འདི་རེད་ཟེར། ཕོ་བྲང་པོ་ཏཱ་ལ་ནི། ལྷ་སར་ཁ་བལྟས་པའི་བྲག་རི་ཧྲིལ་པོ་ཞིག་ཁྱབ་པར་བཞེངས་པའི་མཁར་རྫོང་ཁ་དོག་དཀར་པོ་དང་དམར་པོ་སོ་སོར་ཡོད་པ་ཞིག་རེད། པོ་ཏཱ་ལ་དྷ་མའི་མཇལ་ཁ་ཞུ་ཐུབ་རྗེས། ཁོང་གིས་རྟ་ཁ་ཕྱིར་བཅུ་རོགས་བྱས་བྱུང། ཁོ་བོའི་སེམས་ཁྲེང་བཞིན་དུ་ཉིན་གཅིག་འདིར་ཡང་བསྐྱར་ལོག་ཐུབ་པའི་སྨོན་ལམ་བཏབ་པ་དང་སྦྲགས། རང་ལོ་བཞི་ནས་གང་དུ་འཚར་ལོངས་བྱུང་ཡོད་བོད་ཀྱི་རྒྱལ་ས་ལྷ་སར་ཡང།